འཛིན་རིམ་བཅུ་པ་ཐུགས་ཀྱི་སློབ་གཉེར་བ་ཡོངས་ལ་འཚམས་འདྲི་སྔ་དྲོ་བདེ་ལེགས་ཞུ་བ་དང་ཆབས་ཅིག་ཚང་མ་ཁམས་བཟང་ན་བཞུགས་ཡོད་པའི་རེ་བ་ཞུ་གི་ཡོད། ད་དེ་རིང་སློབ་ཚན་དུ་དབུ་འཛུགས་ཞུ་ཡ་ཡིན་དེ་རིང་སློབ་ཚན་ཤོ་ལོ་ཀ་གཅིག་མ་དང་འགྲོ་ཡ་མེད་ཚང་མ་ཡག་པོ་གཟན་རོགས་གནང། ད་ཁ་སང་ང་ཚོ་འགྲོ་ཚར་བ་དེ་ནང་ལ་བསྐྱར་སྦྱོང་ལབ་པ་ཡིན་ན་དང་པོ་ང་ཚོ་ཚེ་མི་རྟག་པ་བསྟན་པ་ང་ཚོ་ཚེ་དེ་དཔེ་མི་སྲིད་ཀྱི་བརྟན་པོ་བཅད་ཡོད་མ་རེད། ང་ཚོ་ཚེ་འདིར་བརྟན་པོ་མེད་པའི་དཔེ་ཁ་ཤས་སུ་ལྷན་ན་ཆུའི་ནང་ལ་ཆུའི་མདངས་ཀྱིས་འབུལ་བ་དེར་རླུང་རྒྱབ་སོང་ན་སྐད་ཆ་ཁ་ཤས་བསྟན་གྱི་མི་འདུག་དེ་དེ་ནང་བཞིན་ང་ཚོ་ལུས་དེ་ལས་ཀྱང་ང་ཚོ་ལུས་དེ་མི་བརྟན་པ་མི་བརྟན་པ་ཆད་ཡོད་རེད་བརྟན་པོ་ཡོད་མོད་དེ་ལས་ཀྱང་མི་བརྟན་པ་ཆད་ཡོད་རེད་ལབ་རེད་དེ་ནི་དེ་ཤུགས་འདི་ལ་དཔེར་ན་བཤད་ང་ཚོ་ཤི་བ་སྲ་ཐག་རིང་པོ་མ་རེད་དབུགས་མར་ལ་བཏང་ནས་དབུགས་ཡར་ལ་བསླེབས་ནས་མར་ལ་བཏང་མ་ཐུབ་པ་ཡིན་ན་ཤི་བ་རེད། རྒྱུ་མཚན་དེ་ལ་བརྟེན་ནས་དེ་རིང་དགོངས་དག་ཚིག་གཉིས་ལ་ཉེར་ནས་སེམས་ཉིད་ཞོགས་ཀྱིས་ལངས་ཐུབ་པ་དེ་དཔེ་མི་སྲིད་ཀྱི། བསྐལ་པ་དུས་བླངས་ཐུབ་པ་གང་ཞིག་ལ་ཆོས་དང་མཐུན་པའི་ལས་ཀ་བྱེད་ཐུབ་པ་མི་ལ་ཕན་ཐོགས་པའི་བྱ་བ་བྱེད་ཐུབ་པ་ཡག་གི་གོ་སྐབས་རག་པ་དེ་དཔེ་མི་སྲིད་ཀྱི་བསྐལ་པ་བཟང་པོ་ཡིན་བསམ་དགོས་རེད་ལབ་རེད། དེ་ནི་དེ་ཞུ་དོན་ང་ཚོ་ལུས་དེ་ལུས་ལ་སྙིང་པོ་ཡོད་མ་སྲིད་ལ་དཔེར་ན་ལུས་དེ་ལས་ཀ་ཡག་པོ་མ་བྱེད་པ་ཡིན་ན་ཆོས་དང་མཐུན་པའི་ལས་ཀ་ཡག་པོ་མ་བྱེད་པ་ཡིན་ན་མི་ལ་ཕན་ཐོགས་པའི་ལས་ཀ་མ་བྱས་པའི་ང་ཚོའི་ལུས་དེ་ལ་སྙིང་པོ་ཡོད་ལུས་མི་ལུས་ལེན་མ་ལེན་ཆོས་ཡོད་མ་རེད་ལབ་རེད་དཔེར་ན་བྱིས་སུ་མི་ལ་རེ་བ་ལྟ་བུ་ཤེས་པ་ཡིན་ན་མི་ལུས་ལེན་པ་དེ་སྙིང་པོ་ཡོད་པ་རེད་བ་གང་ཟག་ཚེ་གཅིག་ལུས་གཅིག་སང་ང་ཚོ་ལྕགས་བཞག་པ་ཡིན་ན་སྡིག་པ་ཤ་སྟག་བྱས་རྒྱལ་ན་ལུས་ལེན་མ་ལེན་ཆོས་ཡོད་མ་རེད་ལུས་སྙིང་པོ་མེད་པའ་ལུས་སྙིང་པོ་མེད་པ་གང་ཟག་ཆགས་མི་རིགས་པ་ཚེ་ད་ང་ཚོ་ལུས་དེ་བྱིས་པོ་རྫིག་པོ་ཡོད་མཛེས་མ་ཡོད་རྫིག་པོ་ཡོད་དེ་བསམ་བསམ་རྒྱུ་ཡོད་མ་རེད་དེ་གཅིག་མཁྱེན་པ་རེད་ད་དེ་རིང་ག་རེ་འགྲོ་ཡས་ལབ་པ་ཡིན་ན་དེ་རིང་འགྲོ་ཡས་དེ་ང་ཚོ་ལུས་འདི། ལུས་རྟེན་འདི་འཇིག་སླ་བ། ལུས་རྟེན་ལུས་རྟེན་ལུས་རྟེན་འཇིག་སླ་བ་བསྟན་པ། འཇའོ་འཇའ་ཁུ་གུ་འཇིག་ག་འཇིག་དང་ཨའོ་འཇའ་ཁུ་གུ་འཇིག་ག་ཟེར་གྱི་ཁ་ན་ཁྱད་པ་ཤེས་ཡིན་པ། ཨའོ་འཇའ་ཁུ་གུ་འཇིག་ག་འཇིག་ཟེར་ན་མེད་པར་ཆགས་པ། དཔེར་ན་ང་རང་ཚོའི་སྡེ་ས་ས་སྐྱ་དེ་ལ་མིང་ལ་འཇིག་རྟེན་ཟེར་གི་བ་རེད། ང་ཚོ་ས་སྐྱ་དེ་གཏན་ཆགས་དེ་གཏན་ཆགས་དེ་ཡང་དུས་ནམ་ཞིག་གི་ཚེ་མེད་པར་ཆགས་འགྲོ་གི་རེད་བ།

རི་དྭགས་རྒྱལ་པོ་སེང་གེ་ནགས་ཁྲོད་དུ་འཇིགས་པ་མེད་པར་གནས་ཡིན་ཟེར་བ་ཡིན་ན་སུ་གཅིག་ལ་ཞེད་སྣང་དང་སྐྲག་སྣང་མེད་པ་ཅན་འདི་གི་ཡོད་རེད་འོ་དེ་འཇིག་རྟེན་ཡིན་དེ་གི་ས་དང་ད་འདི་ང་ཚོ་ད་ལྟ་དེང་ལ་ཡོད་དེ་ལུས་རྟེན་ས་ལུས་རང་རེད་ལུས་རྟེན་ས་ལུས་རང་ཐག་ང་ཚོ་ལུས་དེ་འཇིག་ལས་སླ་བ་ས་ནི་མེད་པར་བྱ་ལས་སླ་བོ་རེད་ཟེར་བ་རེད་འོ་དེ་ང་ཚོ་ཤེས་བ་བྱེད་དགོས་རེད་ད་དེ་མ་ཤེས་པའི་སྔོན་ལ་ང་ཚོ་དང་པོ་དོན་འགྲེལ་མ་མཛད་པའི་སྔོན་ལ་རྩ་འགྲེལ་བརྒྱབ་པ་ཡིན་ན་ཚིག་གི་དོན་དག་ཤེས་པ་ཡིན་ན་ས་ཟེར་དེ་ས་ཆ་རེད་ས་ཆ

དེ་དེ་ལྟ་བུ་བྱས་ཙང་བིའི་རྒྱལ་པོ་རི་རབ་དང་ས་ཆ་དང་རྒྱ་མཚོ་དེ་ཚོ་ཡང་བསྐལ་པ་ཐ་མའི་སྐབས་ལ་བསྐལ་པ་ཐ་མའི་སྐབས་ལ་བསྐལ་པ་འཇིག་པའི་སྐབས་ལ་བསྐལ་པ་མེད་པའི་ཆར་འཛམ་གླིང་འདི་མེད་པར་ཆགས་པའི་སྐབས་ལ་ཐར་པ་ནང་བཞིན་ཆགས་འགྲོ་ཡོད་པར་ག་ས་ཐར་པ་དང་ལུས་ཐར་པ་ཙམ་མ་གཏོགས་ལུས་ཀྱི་མེད་པ་ཡིན་ན་ལབ་རེད་ཤིན་ཏུ་སྙམ་བྱུང་ང་ཚོས་ཀྱི་ལུས་སྙམ་བྱུང་བྱུང་ཞེས་ང་ཚོས་ཀྱི་ལུས་དཔེ་མི་སྲིད་ཀྱི་འཇིག་ལས་སླ་པོ་མེད་པར་ཆགས་ལས་སླ་བ་ཤིན་ཏུ་སྙམ་བྱུང་སྙམ་བྱུང་བྱུང་ཤིན་ཏུ་སྙམ་བྱུང་མི་དང་མི་ལུས་ཡོད་མཁན་མི།

ཐ་མ་ཐ་མ་འདི་ནང་བཞིན་ཉི་མ་བདུན་གནམ་ལ་རིམ་པས་རིམ་པས་ཉི་མ་བདུན་བཞག་ནས་དུས་ཀྱི་ཚ་བའི་རྟགས་འདྲ། དཔེར་ན་ང་ཚོ་ཉི་མ་གཅིག་འཛམ་གླིང་ཉི་མ་གཅིག་མ་གཏོགས་ཡོད་མ་རུང་དེང་སང་ང་ཚོ་གཟིགས་ཡོད་རོགས་དཔེར་ན་འཛམ་གླིང་དང། ང་ཚོ་འཛམ་གླིང་ས་ཆ་དང་དེའི་བར་སྣང་བར་ཨོ་ཟོན་ལ་ཡ་ཟེར་གྱི་ཡོད་རེད། ཨོ་ཟོན་ལ་ཡ་དེ་དབྱིག་ཟངས་ཕུག་སོགས་ནས་ཉི་མའི་འོད་ཟེར་དེ་ཁ་ཐུག་མར་ཡོང་ནས་འཛམ་གླིང་མཚམས་ཆེན་བསྲེག་འགྲོ་བས་གཟིགས་ཡོད་རོགས་འོ་དེ་ནང་བཞིན་ཉི་མ་གཅིག་གི་དེ་འདྲ་ཡོད་པ་ཡིན་ན་ཉི་མ་བདུན་ཤར་སོང་ན་དེ་གར་ཆགས་ཀྱི་རེད་ད། འཛམ་གླིང་མེད་པ་ཆགས་ཡིན་པར་རོ། བྱས་ཙང་གར་ཞེས་པ་ང་ཚོ་ནང་པ་སེམས་གཞུང་ནང་ལ་འདི་ན་ཞེས་གོ་རང་སྐལ་བ་ཐ་མའི་སྐལ་བ་འཛམ་གླིང་ནང་ལ་རྣམས་ལ་ཉི་མ་བདུན་རིམ་པས་ཤར་ནས། ཉི་མ་བདུན་དེ་ས་ཆ་དང་གཅིག་ཅེས་རིའི་རྒྱལ་པོ་རི་བྲག་དང་གཉིས་ཅེས་རྒྱ་མཚོ་དེ་ཚོ་ཡང་མེད་ས་དེ་གའི་བར་ཉི་མ་བདུན་དེ་གའི་འོད་ཟེར་དེ་འབར་བས་གའི་མི་འོད་འབར་གས་འབར་བས་གའི་ཚ་དྲོད་དེ་གའི་ཚ་དྲོད་འབར་བས་གའི་བསྲེགས་པས་ལུས་ཅན་འདི་དག་ཀྱང་ལུས་ཅན་འདི་དག་ཀྱང་ས་ལུས་ཅན་གང་དུ་ཤེས་པས་གའི་ས་ཆ་དང་གཅིག་ཅེས།

འདིར་འདུ་བ་ས་དང་ལྷུན་པོ་རྒྱ་མཚོ་ཉི་མ་བདུན་འབར་བས་བསྲེགས་པའི་ལུས་ཅན་འདི་དག་ཀྱང་ཐལ་བ་ཙམ་ཡང་ལབ་པར་ལུས་པར་མི་འགྱུར་ན་ཤིན་ཏུ་ཉམ་ཆུང་མི་དང་སྨོས་ཅི་ཚར་ཞེས་མི་གོ་རེ་བ་ལ་དེའི་འགྲེལ་བཤད་གཟིགས་ཨ། ཤིན་ཏུ་རྒྱ་ཆེ་བས་རྒྱ་ཆེ་ཞིང་ཤིན་ཏུ་རྒྱ་ཆེ་ཞིང་ཤིན་ཏུ་རྒྱ་ཆེ་ཞིང་བརྟན་པས་ས་གཞི་དང་འདུ་བ། འཛམ་གླིང་ས་ཆ་ང་ཚོ་ཚེ་བརྒྱད་ཐོས་ཡོད་མ་རེད་དེ་ཤིན་ཏུ་རྒྱ་ཆེ་རྒྱ་ཆེ་ཞིང་བརྟན་པའི་གཏེར་སྤྱི་དང་བརྟན་པོ་ཟེར་ཏེ་ང་ཚོ་བརྟན་པོ་རེད་བརྟན་པོ་དེ་ཁས་མ་རེད་སླད་མ་འོངས་པར་འཇིག་པ་མེད་པ་ཤའི་རེད་དེ་ཡིན་ན་ད་ང་རང་ཚོ་མཐོང་སྣང་བལྟས་ན་ས་ཆ་དེ་གང་ཡོད་པ་དེ་དེ་རང་ཅག་བདེ་གཤེགས་པ་མཐོང་གི་ཡོད་རོགས་དེས་ན་ཞེས་བྲིས་ཤ་རེད་ཤིན་ཏུ་རྒྱ་ཆེ་ཞིང་བརྟན་པའི་ས་ཞིག་དང་གཅིག་རྗེས་ལབ་རེད་ད་འདི་ནི་དངོས་གནས་བྱས་ན་དང་པོ་ལྷུན་པོ་དང་འབྲེལ་བཤད་དགོས་ཀྱི་ཡོད་དེ་འདིའི་ནང་ལ་རྒྱ་མཚོ་ལས་ཁྱད་པར་སྐད་ཡོད་མ་རེད་ཧ་ཅང་རྒྱ་ཆེ་ལ་གཏིང་དཔག་དཀའ་བའི་རྒྱ་ཆེན་པོ་ཡིན་པ་གང་ཤེས་ལ་རྒྱ་མཚོ

ཉི་མ་བདུན་རིམ་གྱིས་ཤར་བས་ཉི་མ་དེ་རིམ་པས་རིམ་པས་དག་ནས་ཉི་མ་གཅིག་ལ་ག་ཚོད་ཚར་གྱུར་ཏོ། ཉི་མ་རིམ་གྱིས་ཤར་བས་འོད་ཟེར་འོད་ཟེར་འབར་བས་དེའི་གའི་འོད་དེ་གའི་འོད་ཡོད་པ་གང་ཞིག་ལ་དེའི་ཚ་དྲོད་ཀྱིས་འབར་བ་ལ་བརྟེན་ནས་རེ་བ་དཔེར་ན་ཤ་བཞག་ན་ཤིང་གི་མེ་ནང་ལ་ཤིང་བླུགས་སོང་ན་དེ་མེའི་དྲོད་དེ་ག་སར་མེ་ཚེར་མ་བབས་འོག་ན་དེའི་ནང་ལྕགས་ལ་ཁར་ཚང་མ་ཚིག་འགྲོ་བར་དཔེར་ན་ང་ཚོའི་ལུས་དེ་མཉམ་ཆུང་ལུས་དེ་དཔེར་ན་ཤི་སོང་ན་ལུས་ཤིང་བྱུགས་བྱུགས་སོང་ཤིང་བྱུགས་བྱུགས་སོང་ནས་དེའི་འོག་གི་པ་ར་དེ་ལ་ལུས་བླུགས་ནས་ལུས་པོ་བླུགས་ནས།

ཤེས་འཇིག་སླ་བར་བརྗོད་མི་དགོས་པ་ཡིན་འོ་ཧ་ཅང་དེ་ལས་ཀྱང་འཇིག་པའི་མི་སྲིད་ཀྱི་མེད་པ་ཆ་ཡ་ལེ་ལགས་རྒྱུ་མཚན་དེ་ལ་དེ་ནི་ག་དུས་འབུད་ཡིན་ན་ཡང་མི་ལུས་ང་ཚོ་ནམ་རྒྱུན་གསེང་དུའང་མི་ལུས་རིན་པོ་ཆེས་མི་ལུས་རིན་པོ་ཆེ་ཟེར་ག་ས་ཡོད་ན་ང་རང་ཚོས་ཀྱི་ལུས་འདི་བེད་སྤྱོད་ཡག་པོ་བཏང་ཐུབ་པ་ཡིན་ན་ད་ལྟ་ང་ཚོ་ག་ས་བྱེད་ཚུལ་མི་ལ་རེ་བ་ན་ཤི་ཚེ་གཅིག་ལུས་གཅིག་ལ་སངས་རྒྱས་སངས་རྒྱས་ཁོ་པ་ཐོབ་ཡག་གི་ནུས་པ་ཡོད་རེད་བ། ལུས་འདི་བེད་སྤྱོད་ཡག་པོ་མ་བཏང་ལུས་ལ་སྙིང་པོ་མེད་པ། ལུས་ལ་སྙིང་པོ་ཡོད་མེད་དེ་སོ་སོ་ལག་པ་ཡོད་རེད། ལུས་ལ་སྙིང་པོ་ཡིན་པའི་སྙིང་པོ་བྱེད་པ་ཡིན་ན་སོ་སོའི་ལུས་དེ་དཔེ་མི་སྲིད་ཀྱི་མི་ལུས་ལེན་བྱེད་ཅིག་ལ་གཞན་ལ་ཕན་ཐོགས་ཡག་གི་བྱ་བ་བྱེད་དགེ་བའི་ལས་ཀ་སྒྲུབ་པ་ཡིན་ན་ཨོ་དེ་ལ་མི་ལུས་རིན་པོ་ཆེ་ལབ་པ་རེད་ད་དེ་མ་ཐག་གུ་གེར་ལུས་ལུས་ཀར་ལུས་གླེན་པ་ཙམ་མ་གཏོགས་དུད་འགྲོ་དང་ཁྱད་པར་མེད་པ་ཅན་རང་གི་ཐོན་ཙམ་གྲོད་ཁོག་རྒྱག་ཙམ་གྱི་ལས་ཀ་བྱེད་འདོད་ཡིན་ན་མི་ལུས་ལ་སྙིང་པོ་མེད་པ་ལབ་རྒྱུ་མཚན་དེ་ལས་དེ་ནི་ག་དུས་ཡིན་པ་ཡིན་ན་ཡང་ལུས་ལེན་བྱེད་ཅིག་ལ་གཞན་ལ་ཕན་ཐོགས་པའི་བྱ་བ་བྱེད་དགོས་རེད་བསམ་པའི་གི་བསམ་པའི་འདུན་པ་དེ་ག་དུས་ཡིན་ན་དགོས་ཀྱི་རེད་བྱས་ཙང་ད་ངའི་ལག་ཡར་ག་ས་ང་རང་ཚོ་སྐབས་སུ་བབས་པའི་གི་སློབ་ཚན་ནང་ལ་གང་ཡོད་པ་དེ་འགོ་ཚུགས་བ་བྱེད་འགོ་ཚུགས་བྱས་ན་དེ་འདྲའི་རེད་འདུག་ཨ་གསུངས་པ་ད་ང་ཚོ་སྤྱི་བཏང་དུ་ཁོས་ཉམས་ལེན་འགྲོ་ཐུབ་ཀྱི་ཡོད་མེད་ན་གནས་ཚུལ་གནས་ལུགས་གནས་སྟངས་གནས་ལུགས་དེ་ང་ཚོ་ལུས་ཀྱི་གནས་སྟངས་འདི་འདྲའི་རེད་ཤག་ང་ཚོ་མི་ལུས་རིན་པོ་ཆེ་ཟེར་ཏེ་མི་ལུས་རིན་པོ་ཆེ་ཟིག་དོ། མི་ལུས་རིན་པོ་ཟེར་དུས་ང་ང་ཚོ་ནོར་བུ་རིན་པོ་ཆེ་ནོར་བུ་ཟེར་བ་ནོར་བུ་ནང་བཞིན་རེད་ཟེར་བ་བེད་སྤྱོད་བཏང་ཐུབ་པ་ཡིན་ན་བེད་སྤྱོད་བཏང་མ་ཐུབ་པ་ཡིན་ན་ཇི་ལྟར་ཁོ་མི་ལུས་སྙིང་པོ་མེད་པ་ཆགས་འགྲོ་བ་རྒྱུ་མཚན་དེ་ལས་དེ་ནས་ཚང་མས། འདི་རྣམས་ལ་གང་བྱེད་གང་བསླབ་པ་དེ་མགོ་ཚོས་བྱས་ནས་མ་མཁྱེན་པ་ཡིན་ན་སུས་དྲིས་རོགས་གནང། དེ་སློབ་ཕྲུག་ཁྱེད་རང་གཅིག་མ་གཏོགས་དྲིས་ཀྱི་མི་འདུག་སུ་གཅིག་དྲིས་ཀྱི་མི་འདུག་བྱས་ཙང་འཛིན་ལས་དེ་ཚོ་དུ་དོགས་གནང་ཕེབས་ཤིག་མ་གཏོགས་བཙལ་ཤིག་མ་འཛིན་ལས་ནང་ལས་ལྟེ་བ་ཡིན་ཚུལ་ཏག་ཏག་བྱེད་ཀྱི་མི་འདུག་ད་མ་བྱེད་སླད་མ་འོངས་ང་ཚོ་ད་ལོ་ལོ་གང་ཚང་ལྷག་གི་མ་རེད་ད་བྱེད་མ་ང་ཚོ་སྤྱི་ཟླ་བདུན་པ་བརྒྱད་པ་ང་ཚོ་འཛོམས་ཤག་རག་གི་རེད། སྐབས་དེ་དུས་ང་ངི་དུས་དུས་དེ་ཚང་མ་སུ་འདུག་གི་རེད་ད་དེ་ཚོའི་མདུན་ནས་གང་མཁྱེན་ཚང་སླད་མ་འོངས་པ་འཛིན་ཟླ་བཅུ་བའི་ཡིག་རྩལ་སྐབས་ལ་མཁྱེན་ཚང་ཕར་ལ་བརྒྱ་ཆ་ཐོབ་བྱ་དེ་བརྒྱ་ཆ་ལྔ་ཞིག་ཡོད་རོགས་དེ་སྔ་ཐོབ་གི་མར་ད་ཤོང་ད་ལྟ་ཡིད་ཚ་ཡིག་གཟུགས་གཙང་མ་བྲིས་སྣག་སྨྱུག་ཁྱེར་ནས་སྣག་སྨྱུག་གི་བེད་སྤྱོད་བཏང་ནས་ཡིག་གཟུགས་ཡག་པོ་བྲིས་བྲིས་དགོས་ཡ་བྲིས་བསྟན་དགོས་ཐུགས་ད་བཏང་ན་རོགས་ན་ཞེས་ཚང་མ་ལ་འཚམས་འདྲི་ཡོད།